ང་རང་ཚོས་འཇིག་རྟེན་གྱི་དོན་ཆུང་ཆུང་དེ་འདྲའི་ཅིག་ལ་ཡང་ཕ་མེས་སོ་སོ་དེ་རྒྱུས་མེད་པ་དང་མ་ཤེས་པ་དང་དེ་འདྲའི་སྐབས་ལ་ཡང་ཕ་ཞེན་པ་ཅིག་ལ་སྐྱབས་བཅོལ་དགོས་པ་དེ་མ་ཟད། ད་དེ་འདྲས་ཡིན་པ་ཡིན་དུས་ང་ཚོ་དོན་ཆེན་པོ་ཨ་མེས་ཅིག་བྱུང་ན་ཡག་གི་སངས་རྒྱས་ཀྱི་གོ་འཕང་ཨ་མེས་དེའི་འོག་ལ་ཡང་ཐབས་ལ་དང་ཐམས་ཅད་མཁྱེན་པ་ད་དེ་མ་བྱུང་པ་ཡིན་ན་ཡང་ཕྱི་མ་ད་ངན་སོང་གསུམ་ལ་ཡང་སྐྱེ་མི་དགོས་རིགས་ཀྱི་མགོ་མཚར་བྱས་ཏེ་ད་རྒྱུས་ཡོད་ཉེས་ཅིག་འཚལ་བར་བ།

སྤྲང་པོ་དང་ད་ཡོད་ཕྱུག་པོ་དང་རིགས་མང་པོ་ཞིག་ད་ཕན་ཆད་སྐྱེ་བ་འདི་བླངས་ནས་ཟས་ཅི་ད་ཕལ་ཆེར་གཏན་ནས་ངན་པའི་ཆ་མེད། དེ་ཡང་སྐྱེ་བ་གཅིག་མ་ཡིན་པར་སྐྱེ་བ་དེར་བརྒྱ་འགྱུར་སྟོང་འགྱུར་འདུག་ད་དེ་འདྲའི་སྐད་ཅིག་སྐྱེ་བ་ཐོག་མ་མང་པོ་ཞེ་བོ་ཅིག་རྒྱུགས་ཡོད་རེད་དེ་ལས་ད་བ་དེ་འཁོར་བ་འདིའི་ནང་ལོག་ལྷ་དེར་ད་ད་ལྟ་ང་རང་ཚོ་སྐྱེ་བ་འདི་ལ་ཡང་མི་ལུས་ཐོབ་ནས་ང་རང་ཚོ་ཅིག་བྱེད་ཀྱི་རུང་བས་འདོད་པ་ག་རེ་བདེ་བ་འདི་རེད་མི་འདོད་པ་དུ་ཉེ་མི་འདོད་པ་དེར་བ།

ཨ་ནི་ག་རེ་ཟེར་བ་མིའི་ལུས་རྟེན་ཅིང་ཐོབ། མིའི་ལུས་རྟེན་ཐོབ་ལ་ཙམ་དུ་མ་ཟད་པས་ཨ་ནི་ཅིག། ག་རེ་ཟེར་བ། ཅེས་ཆོས་འཆད་པ་ཡིན་ན་ཆེ་ཁོལ་བས་ཀྱི། ཨ་ནི་ཅིག་ཕྱི་དང་ནང་གི་རྐྱེན་ཚང་མ་ཚང། སངས་རྒྱས་ཀྱི་བསྟན་པ་དང་མཇལ་ཐེག་པ་ཅན་གྱི་དགེ་བའི་བཤེས་གཉེན་དང་ཕྲད། འོ་དེ་འདྲའི་ཡོད་པའི་ཁ་དེ་ལ་ཡང་དང་ཅིག། ད་ལྟ་བར་དུ་ད་དེ་འདྲས་སུ་ལྷག་བ་རེད་ད་ད་རིང་ཅིག་རིག་པ་དྲིན་གྱིས་ཆོད་གོ་བསམ་བསམ་གྱིས་བསམ་བློ་ཅིག་གོ་བུར་བ། ད་དེ་འདྲས་ཅིག་བྱེད་མ་ཐུབ་པ་ཡིན་ན། འཆི་བ་ཟད་དེ། ཨ། མྱོང་བས་གཏན་འཁེལ་བ་རེད། ང་རང་ཚོ་ད་ལྟ་སྐད་ཆ་བཤད་གིན་བཤད་གིན་ལས་ང་ཚོ་གས་འགྲོ་གིན་ཡོད་རེད། ཕྱི་ཡས་ལ་ཡར་འགྲོ་བསྡད་ཡོད་རེད། གངས་སྐྱིད་དེ་སླེབས་པ་ནས་བྱས་ནས་ནི་ད་ལྟ་བར་དུ་བྱས་པ་ཡིན་ན། ཁོ་གསོན་པོ་དེ་དེ་དུས་ཚོད་ཉུང་དུ་འགྲོ་ཚར་རེད། རེད་དེ་ལས་ང་ཚོ་ཧ་གོ་གི་མི་འདུག་ག་དེ་འཚོ་བ་ཡོང་གི་མི་འདུག་ག། ང་རང་ཚོ་དང་པོ་སྐྱེས་པ་ནས་བྱས་ད་ལྟའི་བར་ལ་ཡར་འགྱུར་བ་ཤུགས་ཆེན་པོ་ཞི་བོ་ཕྱིན་ཡོད་རེད། དེ་ནས་དེ་འགྱུར་བ་དེ་ཅིག་སྐུ་པང་ནང་བཞིན་བྱས་བྱས་ཁ་ལི་ཧ་མོ་གོ་བྱས་སླེབས་བསྡད་ཡོད་འདུག་ག།

ད་ཡང་དུས་ཚོད་གཏན་འཁེལ་འདྲ་ཞུས་ན་ད་འགྲིག་གི་རེད་བ། ད་ང་རང་ཚང་མ་ལོ་ལ་ཡང་ཤེས་ཡས་ཀྱི་དུས་ཚོད་གཏན་འཁེལ་ཞུས་ན་ད་ཡང་འགྲིག་གོ་ད་ང་ཤེས་ཡས་ལ་ཡང་ལོ་གཉིས་མ་ད་མི་འདུག་ད་ད་ལོ་གཉིས་ངས་ཨ་ནུ་ཆོས་ཕྱི་ནང་གི་འགྲོ་སྒུག་ཡོད་ནི་རེད་འོ་ད་ཅིག་དགོན་པ་ལ་ནང་འགྲོ་སྒུག་ཡོད་ནི་རེད་ངས་ཧུར་ཐག་འབའ་ཐག་ཅིག་གྲ་སྒྲིག་ཅིག་བྱེད་དགོས་བསམ་བསམ་ཅིག་བྱེད་ཆོག་གི་རེད་བ། དེ་འདྲའི་ནི་ཡོད་མ་རེད། ད་རེས་དེ་པོ་དང་པོ་ཡིན་ནི། སང་ཉིན་ཤི་འགྲོ་ནི་ག་ཚོད་ཡོད། ད་རེས་དགོང་གྲངས་ཉལ་ནས་ཞོགས་པའི་ལག་གཉིས་ན་ནི་ག་ཚོད་ཡོད། ང་རང་ཚོའི་བསམ་བློ་གཅིག་མ་བཏང་བ་ཡིན་ན། གཅིག་སྐྱེ་བ་འདི་དང་སྐྱེ་བ་ཕྱི་མ་ཟེར་ཡ་འདི་ག་ཚོད་ལ་ཡ་བར་ཐག་རིང་པོ་ཞིག་ཏུ་ཡོད་པའི་སྣང་བ་གཅིག་ཡོང་གི་ཡོད། རེད་དེ་ལས་དབུགས་འདི་མ་དེ་ཡོད་མ་རེད། ཚེ་འདི་དང་ཚེ་ཕྱི་མ་གཉིས་ག་ཚོད་ལ་ལ་དབུགས་དེ་རེད་དབུགས་འདི་འགགས་སོང་ན་ཚེ་ཕྱི་མ་སླེབས་ས་རེད། འོ་དེ་ཡིན་པ་ཡིན་དུས་ད་ད་ལྟ་ང་རང་ཚོ་བལ་ཁོ་རང།

སྐྱབས་བཅོལ་གསར་དེ། རང་ཉིད་འཁོར་བ་ལས་ཐར་ཚར་ཉེན་ཅིག་གོ་རེད་མ་གཏོགས། རང་ཉིད་འཁོར་བ་ནང་ལ་ཡ་འཁོར་དེ་ཉེན་ཅིག་ལ་ཡ་སྐྱབས་བཅོལ་རོགས་གཅིག་ང་འཁོར་བ་ནས་བཏོན་རོགས་བྱེད་ཟེར་ན། རོགས་པ་བྱེད་རོགས་བྱེད་ཟེར་ན་བྱེད་ཐོས་ཡོང་བ་རེད། ད་ལྟའི་བར་ཆུ་ནང་ལ་ཡ་མི་གཉིས་འདེམས་འགྲོ་གི་ཡོད་ན། འདེམས་འགྲོ་ཉེན་གཞན་པ་དེ་གི་འདེམས་འགྲོ་ཉེན་གཞན་པ་དེ་ལ་ཡ་སྐྱབས་ཐོས་ཡོང་བ་རེད་བ་གཉིས་ཆ་འདེམས་འགྲོ་གི་ཡོད་རེད་བ།

དཔེར་ན་མ་ཨ་མ་བཅས་ལག་པ་རྡུང་རྡུང་བྱེད་མི་ཡིན་ན་ད་སྤྲུལ་སྐུ་དེ་ཆུ་ནག་རུས་སུ་ན་ཨ་མས་བྱས་སྐལ་ཡོད་མ་རེད། སེམས་ནས་རྔམ་སྐྲག་དང་སྐྱོབ་འདོད་དང་ཞེའུ་ཡོད་ནས་ལས་དེ་ལག་པ་རྡུང་རྡུང་ཡིན་ཙང་བྱས་ཡོད་མ་རེད་བ། སྐྱོབ་ཉེས་འགྲོ་ནས། འོ་དེ་ཡིན་དུས་སངས་རྒྱས་བཅོམ་ལྡན་འདས་དེ་འདྲས་མ་རེད་ཐབས་ལ་མཁས་པ། སངས་རྒྱས་བཅོམ་ལྡན་འདས་ཀྱང་ད་ཅི་ཀོང་པོ་རྟུལ་པོ་ད་ལྟ་ང་ཚོ་ལོ་རྒྱུས་ཞེས་ཡོད་རུ་བ་ད་ལྟ་དེ།

ཨ་ནི་ཅིག། མི་ཚང་འདིའི་ནང་ལོགས་ཀྱི་ཡང་ཤི་མྱོང་མེད་ཉེས་ཀྱི། མ་ཤི་བའི་མི་དེ་འདྲ་བྱུང་ཡོད་ན། འོ་དེའི་མི་ཚང་ནས་ཨ་ནི་ཀྲེང་མ། ཅིག་རྐང་གཅིག་སློང་མི་ཁེལ་ཞུགས། ཨ་ནི་མོ་རང་འདིར་ཅིག་མི་ཚང་ཡོད་ཚད་ལ་ཡང་གོ་བསྡུང་མི་བྱེད་ནས། ཨ་ནི་ཁྱོད་རང་ཚོ་འདིའི་ནང་མི་ཚང་ལ་ཡང་མི་ཤི་བ་གོ་མྱོང་བའི་མི་ཤི་མྱོང་ཡོད་ཟེར་འདི་ཚང་མ་ལོག་མི་ཤི་མྱོང་ཤི་མྱོང་ཟེར་ཉེན་མ་གཏོགས་ཤི་མ་མྱོང་ཟེར་ཉེན་བཅད་མ་བྱུང། ཤི་ནས་ད་མོའི་མགོ་ཚོས་པ་རེད། ཐབས་དེ་ཤེས་ཡས་ཟད་དེ་ཁོ་འགྲོ་སྟངས་ཇི་རེད་དུའང་མི་ཚང་མ་དེ་ལས་ཤིག་གཉིས་བྱུང་ཤེས་ཀྱི་ཡོད་ས་རེད་ང་རང་གཅིག་བུ་ཡིན་ས་མ་རེད་བསམ་གཞི་ནས་སོ་སོ་སོ་སོ་སེམས་ཀྱི་ཡང་ཐམས་ཅད་ཆུད་ཐུབ་པ་བྱུང་རེད། འོ་དེ་ཡིན་དུས་ས་ཆུ་བཅོམ་ལྡན་འདས་ཨ་ནི་རང་འཇིགས་པ་ཐམས་ཅད་ལས་བྲལ་བ་ཙམ་དུ་མ་ཟད་པས་ཨ་ནི་གཞན་འཇིགས་པ་ལས་སྐྱོབ་པའི་ཨ་ནི་ཐབས་ལ་མཁས་པ། ད་ཡང་དེ་གཉིས་གཉིས་ཆ་ཡོད་པ་ཡིན་ནས་ལས་དེ་འདྲས་ཀྱི་ཡོན་ཏན་གཉིས་ལྡན་ཡོད་པ་ཡིན་ནས་ལས། ཡང་ཉེ་རིང་ཡོད་པ་ཡིན་ན་ཚང་མ་ལ་ཡང་ཀུན་ལ་ཐུགས་རྗེ་ཆེན་པོ་དང་ལྡན་པ་མེད་ན། ཡང་ཅིག་སོ་སོའི་གི་སྤུན་རྒྱག་དེ་ཚོ་བསྐྱབ། ཡང་སྤུན་རྒྱག་མ་ཡིན་གི་འགྲོ་བ་ལ་ཡང་ཅིག་གི་མ་བཀག་དེ་ཚོ་ཡོད་ན་དེ་ཚོ་ཡང་མ་བསྐྱབ་ཕྱི་གསལ་ག་རེ་བ། ཁྱེད་བསམ་གྱི་བཅོམ་ལྡན་འདས་དེ་འདྲས་ཡོད་མ་རེད་ཟེར་ཀུན་ལ་ཐུགས་རྗེ་ཆེན་པོ་དང་ལྡན་པ། འདི་ངའི་སྤུན་རྒྱག་རེད་དེ་ང་ཉལ་བ་བྱེད་ས་རེད་དེ་ང་ལྡང་བ་བྱེད་ས་རེད་དེ་ལོ་ཡང་ཨ་མས་རིང་རིང་བ་བཏང་བྱེད་ས་རེད་དེ་འདྲས་གི་ཉེ་རིང་མཁན་ཡོད་མ་རེད་ཟེར། ཨ་ནེ་སུ་ཡིན་ནས་ལས་ཨ་ནེ་ཐུགས་རྗེ་བརྩེ་བ་ཆེན་པོ་ཡོད་རེད།

ཅིག་སོ་སོ་གི་སེམས་གཏིང་གི་ཡིད་ཆེས་ཅིག་བྱས་ནས་སྐྱབས་བཅོལ་ཡོང་དུས་ཁོ་གྲོ་མ་ཐང་ཐང་ཞིག་སྐྱོ་ཡ་མེད་པ་ཡིན་ནའི་གྲོ་མ་ཆག་སྐྱོ་ཟེར་མ་ཏི་སྐྱོ་ཡ་ཡོད་མ་རེད་འོ་དེ་གི་འབུ་གྲོག་མ་རྐང་ཆག་ཅིག་ཐོང་བ་རེད་ལབ་ད་འོ་དེ་འདྲས་རེད་འོ་དེ་ད་ཁོ་སྐྱབས་འགྲོ་གི་སྐྱབས་ཡ་དེ་འདྲས་ལོ་རྒྱུས་ཅིག་རེད་ད་ལོ་རྒྱུས་དངོས་གནས་ང་རང་ལ་ཡ་བྱུང་བའི་ལོ་རྒྱུས་བཤད་པ་ཡིན་ན་ངའི་པ་ལ་དེ་ཞིང་ཁ་སྨུག་ཡོད་རེད་མི་མ་ཞིང་ཁ་སྨུག་ཡོད་བྱེད་དུས།

ཨ་ནི་འཇུག་ལ་ཡ། ད་རྒན་བཞུགས་ཡིན་ཟེར། རྒན་ངའི་བསམ་པ་ལ་གནོད་པའི་རྒན་གྱི་པད་ཁོ་འཇིགས་བྱེད་དང་བཞུགས་སྒོམ་ཚེ་ཞེའུ་ཅི་གནང་གི་ཡོད་ཅེས་རེ་དྲན་སོང། རྒན་གྱིས་བླ་མ་ལ་སྐྱབས་སུ་མཆི་མ་དུ་གསུང་མ་སོང་ཨ་ཟེར་བཞིན་ཞུས་ཡོད་ཟེར་གྱི་འདུག། བླ་མ་ག་རེ་ལབ་དགོས་ཡོད་རེད་དེ་སྐྱབས་འགྲོ་ལས་སླ་ལ་ག་རེ་ཡོད་རེད། ཅེས་གསུང་གི་འདུག་ཟེར་གྱི་འདུག། འོ་དེ་འདྲས་རེད།

ད་དེ་ཚོ་ལ་ཡང་ཨ་ནི་གཞན་པ་དང་ཚང་མ་ལོག་ཅིག་དོར་གཅོད་ཅིག་གནང་རོགས་ཞེས་སྤྱན་ཆ་རིན་པོ་ཆེ་ཞུས་སོ་ཟེར་གྱི་འདུག་ཨ་ནི་རིན་པོ་ཆེ་གིས་ཁོ་ཚོ་དེ་ག་ཚང་མ་ཡང་སྐད་བཏང། སྐྱབས་འགྲོ་དེ་ངོ་སྤྲོད་ཡག་པོ་ཅིག་བྱས། ཨ་ནི་སྐྱབས་འགྲོ་བསགས་བཅོས་ཡིན་ཟེར་གྱི་འདུག་འོ་དེ་གི་མང་པོ་ཞི་བར་ཕན་སོ་ཟེར་གྱི་འདུག་འོ་དེ་ཡིན་དུས་ད་དངོས་གནས་ཅིག་ཕྱི་ལོག་གི་གནོད་པ་ཟེར་དེ་ཚོ་སོ་སོ་གི་དཀོན་མཆོག་སྲུང་ལ་ཡ་སེམས་གཏིང་གི་དད་པ་བྱས་བྱས་ནས་སྐྱབས་བཅོས་པ་ཡིན་ན་ནི་དངོས་གནས་ད་ནས་ད་གནོད་པ་ཚུགས་ཡོང་བ་རེད།

ཆོས་སྐྱོང་སྲུང་མ་ང་ཚོ་ལ་ནམ་རྒྱུན་ཅེག་གིས་གསོལ་བ་བཏང་ཕྲིན་བཅོལ་བཏང་ཞེ་བོ་བྱེད་ཀི་གཏོང་ཨ། དངོས་གནས་བྱས་ན་སོ་སོ་གི་ཆོས་ཡག་པོ་བྱས་ན་ཁོ་རང་ཚོ་གི་ང་ཚོ་ཡག་སྲུང་སྐྱོབ་བྱས་གི་ལས་འགན་ཆགས་ཏེ་ཡོད། བཅོམ་ལྡན་འདས་ཀུན་དོན་ལ་ཡག་ཆོས་རྣམ་དག་འགྲུབ་ངེད་ཚོ་ལ་ཡག་ང་ཚོ་གི་ཡག་སྲུང་སྐྱོབ་བྱེད་ཀི་ཡིན་སྐྱེ་ཡོན་བར་ཆད་བྱུང་བ་ཡིན་ན་ང་ཚོ་གི་སེལ་གི་ཡིན་མཐུན་རྐྱེན་རོགས་པ་ག་རེ་སྒོ་ནས་ང་ཚོས་འགྲོ་གི་ཡིན་ཟེར་བྱས་ཅན་སངས་རྒྱས་བཅོམ་ལྡན་འདས་ཀུན་དོན་ལ་ཡག་དམ་བཅའ་བྱས་བྱས་ཡོད།

ཨ་ནི་སྟོང་གསུམ་གྱི་སྟོང་བྱོན་པ་དང་སྟོང་གསུམ་གྱི་སྟོང་བྱོན་པ་ཟེར་ད་གསང་བའི་མ་ཁོག་ཡིན་ནམ་འཛམ་བུའི་གླིང་འདི་སྣོད་ལ་བྱེད་ཅིང། ཨ་ནི་དེའི་བསོད་ནམས་དེ་འདི་ན་ལ་ཡོད་གླུ་གར་ཆེན་པོ་ཡིན་ན། འཛམ་བུའི་གླིང་བེར་རྒྱ་ཆེན་པོ་བཞི་བོ་རེད་དེ་ལས་ཨ་ནི་བསོད་ནམས་འདི་ཆེ་ཐག་ཆོད་ནི་འདི་ན་ལ་ཤོང་གི་མ་རེད། རྒྱ་མཚོ་ཆེན་པོ་ཆུ་ཡི་གཏེར་ཁྱོད་ཀྱིས་བཞེས་བ་ག་ལ་ནུས་ད་དེ་ལས་འགྲེལ་བཤད་རྒྱབ་སྟངས་གཉིས་ཡོད་རེད་དེ་ལས་ད་གང་བྱེད་གཅིག་རྒྱབ་པ་ཡིན་ན། ཨ་ནི་རྒྱ་མཚོ་ཆེན་པོ་སེ་རྒྱ་མཚོ་སེ་བེ་ཆེན་པོ་བཞི་བོ་རེད་བ།

འོ་དེ་ཚོ་བསམ་བློ་དང་ད་ད་ནང་ང་ཚོ་དེ་མི་ལུས་ཐོག་ཅིག་སྐྱེ་བོ་དུང་བ་ད་རེད་དེ་ལས་བསམ་བློ་ཅིག་བཏང་ན་དུད་འགྲོ་རེ་སྐྱེ་སོང་ན་ག་འདྲེ་ཡོང་ས་རེད་དུད་འགྲོ་གི་དུས་ངན་ག་འདྲེ་ག་འདྲེ་འདུག་ད་དེ་ང་རང་ཚོའི་མིག་གི་མཐོང་བས་ཡོད་རེད་ད་ཡི་དྭགས་དང་དམྱལ་བ་དང་དེ་ཚོ་ང་ཚོ་གི་མཐོང་བས་མེད་པ་ཡིན་ན་དུད་འགྲོ་ད་དུང་ངན་ག་ཚོད་འདུག་ཁ་སྐོམ་སོ་ཁྱི་ལྟ་བུ་ཡིན་པ་ཡིན་ན་ཁ་སྐོམ་སོང་ན་ཁ་སྐོམ་སོ་ལབ་བཞིན་ཡོད་མ་རེད་གྲོགས་པོ་ལྟོགས་ན་ལྟོགས་སོ་ལབ་བཞིན་ཡོད་མ་རེད་ད་ནི་དུད་འགྲོ་ག་ཤེད་ག་ཚོད་དུད་འགྲོ་བཏང་གི་འདུག་མནར་གཅོད་ག་ཚོད་མྱོང་གི་འདུག།

ཨོ་དེ་འདྲ་རེད། ཨོ་དེ་ཡིན་པ་ཡིན་དུས་ད་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་ཟེར་ད་འོ་ན་དཀོན་མཆོག་གསུམ་དེ་ག་རེ་རེད་ཟེར་ན་སྐྱབས་ཡུལ་ངོས་སོང་ད་ང་ཚོ་སྐྱབས་སུ་འགྲོ་སྐྱབས་སུ་འགྲོ་གོ་རེ་དཀོན་མཆོག་གསུམ་དཀོན་མཆོག་གསུམ་ལབ་བསྡད་ཀྱི་ཡོད་རེད་བ་ད་དཀོན་མཆོག་གསུམ་ག་རེ་ཟེར་ལབ་ན། སངས་རྒྱས་དཀོན་མཆོག། ཆོས་དཀོན་མཆོག། དགེ་འདུན་དཀོན་མཆོག།

ད་སྐྱབས་འགྲོའི་བསླབ་བྱ་དེ་ལ་ཡ། ད་ནི་རིགས་ཐུན་མོང་མ་ཡིན་པའི་བསླབ་བྱ་དང་ཐུན་མོང་བའི་བསླབ་བྱ། ད་ཐུན་མོང་བའི་ཐུན་མོང་མ་ཡིན་པའི་བསླབ་བྱ་དེ་ལ་ཡ། ད་ནི་གཅིག། དགག་པའི་བསླབ་བྱ་དང་གྲུབ་པའི་བསླབ་བྱ་ཞེས་བྱ། ད་དགག་པའི་བསླབ་བྱ་བཟོད་དུས་ཨ་ནི་བྱེད་མ་ཆོད་ཡས་གར་ཡོད། ད་ནི་གྲུབ་པའི་བསླབ་བྱ་བཟོད་དུས་ཨ་ནི་བསྒྲུབ་དགོས་ཡས་དང་བྱེད་དགོས་ཡས་གར་ཡོད། ད་དང་པོ་སངས་རྒྱས་དཀོན་མཆོག་ལ་ཡང་སྐྱབས་སུ་ཕྱིན་ཚར་དུས་ག་རེ་བྱེད་དགོས་ཀྱི་ཡོད་རེད་ཟེར་ན། ཨ་ནི་སངས་རྒྱས་ཀྱི་སྐུ་ག་འདྲའི་ཞིམ་པོ་ཡིན་ན་ཡང་ཨ་སངས་རྒྱས་དཀོན་མཆོག་དངོས་ཀྱི་འདུ་ཤེས་བཞག་ང་རང་ཚོ་ནམ་རྒྱུན་མང་ཆེ་སྐུ་དང་དོན་ཚོགས་ཀྱི་ཡང་སངས་རྒྱས་དཀོན་མཆོག་དངོས་ཀྱི་འདུ་ཤེས་དེ་ལས་ལྷག་པོ་ཡོད་མང་ཆེ་གི་ཡང་ཅིག་བཅའ་ལག་གི་འདུ་ཤེས་མ་གཏོགས་དེ་མེད་པའི་རྟགས་ག་རེ་ཡོད་རེད་ཟེར་དུས་ཅིག་དངུལ་དང་གསེར་གྱི་སྐུ་ཅིག་ཡིན་ན་རྩ་ཆེ་སར་བརྩིགས་ཨ་ནི་འདབ་བག་གི་སྐུ་ཅིག་ཡིན་ན་ཨ་ནི་རྩ་ཆུང་སར་བརྩིགས་ལོང།

ཨ་ནི་སོ་ནམ་ཆེན་པོ་ཟ་གི་ཡོད་རེད། ཁྱེད་རང་སོ་སོ་གི་ནང་གི་སྐུ་རེད་དེ་ཡོད་རེད་སོ་སོ་སྙེ་མ་ནས་མཐོང་བསྡད་གི་ཡོད་རེད་དེ་ལས་ཨ་དང་དུས་ཆེན་མཇལ་གི་ཡོད་ན་སོ་ནམ་མང་པོ་ཟ་ཡན་གི་ཁྱད་པར་ཡོད་རེད་བཀའ་གདམས་པའི་བླ་མ་དེ་ཚོ་གི་ཡ་ཨ་ནི་ཅིག་མི་འཇབ་ཁུལ་དུ་ཡེ་ནས་རེད་ཡང་སྲིད་ཡང་སྲིད་མི་མ་ཅིག་གི་ཡ་ག་ཚོད་མང་ན་ཨ་ནི་སོ་སོ་ལ་ཡོད་པའི་དུས་ས་སྐྱའི་དུས་དེ་ལ་མཇལ་ཁ་ཞུགས་ཡོད་རེད་དེ་ག་རེ་སོ་དུས་སོ་ནམ་ཟ་གི་ཡོད་རེད།

གྲུབ་པའི་བསླབ་བྱ་དེ་ལ་ཡང་ཨ་ནི་ག་རེ་ཟེར་སངས་རྒྱས་སྐུ་གང་འདྲས་བྱིན་པ་ཡིན་ན་སངས་རྒྱས་དངོས་ཀྱི་འདུ་ཤེས་བྱ་ཡ་བྱེད། ཨ་ནི་གཅིག་གིས་དགག་པའི་བསླབ་བྱ་དེ་ལ་ཨ་ནི་གཅིག། སངས་རྒྱས་ལ་སྐྱབས་སུ་སོང་ནས་ཨ་ནི་ག་རེ་ཟེར་བ་དེ་དག་གཅིག། ཕྱི་རོལ་པའི་སྟོན་པ་དེ་འདྲས་ལ་ཡང་སྐྱབས་མི་བཅོལ་བ། ཨ་ནི་འཇིག་རྟེན་པའི་ལྷ་དེ་འདྲས་ལ་ཡང་སྐྱབས་མི་བཅོལ་བའོ་ཅི་བསླབ་བྱ་བྱ་ཡ་ཡོད་རེད། ད་ཆོས་དཀོན་མཆོག་ལ་སྐྱབས་སུ་སོང་བ་ཡིན་དུས་ཨ་ནི་གར་སྤངས་དགོས་ཀྱི་ཡོད་རེད་བསོད་དུས་སེམས་ཅན་ལ་གནོད་འཚེ།

ཡེ་ཤེས་ནི་ཁྱོད་ལ་མངའ་དེ་ནས་དེ་ཚོ་ཡིན་ན་ད་ཁོ་མི་དེ་དེ་འདྲས་རེད་དང་མི་དེ་དེ་འདྲས་མ་རེད་དང་ཟེར་བྱས་ནས་ད་གསུང་ཚུལ་ཐེག་གི་ཡོད་རེད། ཇོ་མི་འདྲས་ཐམས་ཅད་མཁྱེན་པ་ཡིན་ན་གསུང་ཚུལ་ཐེག་གི་ཡོད་རེད་ང་རང་ཚོས་ཤེས་ཀྱི་མེད་པ། མིའི་རི་མོ་ནང་ལ་ཡོད་སྟག་ལ་རི་མོ་ཕྱི་ལ་ཡོད་ཟེར་ན་རོ། སྟག་ཡིན་དང་མ་ཡིན་རི་མོ་ལ་བལྟས་ན་ཧ་གོ་རོ། འོ་ད་དེ་སྟག་རེད་བྱ་སྲིད། མི་དེ་ཡག་སྡུག་ག་འདྲས་ཡིན་མིན་དེ་ནང་ལོག་གི་ཡོན་ཏན་དེ་ང་ཚོས་མཐོང་གི་མ་རེད་བ། ཨ་དེའི་ཁ་ལ་ཡ་བླ་མ་དང་དེ་འདྲས་ཡོན་ཏན་ཡོད་ཉེན་མང་པོ་གཅིག་གིས་ཡོན་ཏན་དེ་སྟོན་གི་མ་རེད།

ཐ་སྙད་མཚན་སྙན་དེ་གོ་བ་མ་གཏོགས་ཞེས་བརྗོད་ངེས་ཡོད་མ་རེད། ད་ཡིན་ནས་ལས་ཞུ་སྟངས་དང་གནང་སྟངས་དེ་ཚོ་དཔེ་ཉམས་ཆུང་ཞིའུ་ཅིག་ཡིན་པའི་ངག་ཆེན་པོ་ཡིན་མ་གཏོགས་ཆུ་མིག་སྣ་མདོ་མེད་པ། འོ་དེ་འདྲས་རེད་དེ་ཡིན་དུས་ཁོ་པའི་གྲྭ་པ་བླ་རྒན་དེ་ཟ་ཁ་བྱེད་ན་ཧ་གོ་ཡ་ཡོང་བ་དང་ཅོ་དེ་བྱང་ཆུབ་སེམས་པ་ཡིན་སྲིད་གི་རེད་པའི་སྤོབས་པ་གང་བཞིན་ཡོད་སྲིད་གི་རེད། ཡང་སྐབས་ཅིག་ད་ལྟ་རྡོ་རྗེ་སྟེང་ལ་ཡང་དེའི།

ཅིག་སངས་རྒྱས་མང་པོ་གི་མཐའ་སྐོར་ལ་ཡོད་པར་བྱས་ནས། ཨ་ནི་དེའི་མཐའ་སྐོར་ལ་ཡང་ཨ་ནི་བྱང་ཆུབ་སེམས་དཔའ་དང་ཨ་ནི་གཅིག་དཔའ་བོ་ཁ་འགྲོ་ཆོས་སྐྱོང་གསུམ་མ་དེ་གསང་སྔགས་ཀྱི་སྐོར་ནས་ཡོད་བསམ་བསམ་བྱས་པ་ལ། ཨ་ནི་འོ་དེ་འདྲའི་ཅི་སེ་ད་ཨ་ནི་སངས་རྒྱས་ཀྱི་སོ་སོ་སོ་གི་གདོང་དེ་ལ་ཡང་མི་འགྱུར་ཐུགས་རྒྱུད་ཀྱི་སྤངས་རྟོགས་ཀྱི་ཡོན་ཏན་ཡིན་པ་ལ་ཨ་ནི་ཆོས་སྐུ་དེ་ཨ་ནི་འོད་ཀྱི་རྣམ་པ་ལ་ཡོད་དེ་ནི་དེ་འདྲའི་ཅི་ཡིས་བསྒོམ། འོ་དེ་འདྲའི་ཅི་བསྒོམ་བྱས་ཨ་ནི།

དེ་ནས་སོ་སོ་རེ་ཟུང་གི་ཡོངས་རྫོགས་གང། གང་ནི་ད་ཅི་དང་སྤྱིར་ཨ་ནི་ཚེ་རབས་འཁོར་བ་ཁུངས་མ་མེད་པ་ནས་བསམ་པའི་སྡིག་པ་ཅི་བྱས། ཨ་ནི་ལྷག་པར་དུ་ད་བླ་མ་ལ་བརྟེན་པའི་བླ་མ་ལ་མ་གུས་པ་དང་བླ་མའི་གསུང་བཅག་པ། འོ་ད་དེ་འདྲའི་གི་བླ་མ་ལ་བརྟེན་པའི་སྡིག་པ་ག་རེ་ཟག་ཡོད་ན་དེ་ཐམས་ཅད་མ་ཅིག་དུ་བ་དང་སོ་སོའི་རྣམ་པ་ལ་ཡང་མ་དོན་སོགས་བསམ་བསམ་བྱས། ཨ་དོན། ཨང་དོན་ནི་གཙང་མ་གཙང་རྐྱང་ཆགས་ཨེ་ནམ་གྱི་དཔེ་ལ་བཞག་ཡོང་དུས། ཨིན་ཤེལ་སྒོ་གཡའ་དག་པ་ན་བཞིན་ལ་ང་ཚོས་ཤེལ་སྒོ་ཤེལ་དམ་བཙོག་པ་ཞིག་ཡོད་ན་དེ་ཆུ་ལ་བཀྲུས་བྱ་གཙང་རེ་རེ་ཆགས་ཀྱི་རུང་ཨ། འོ་དེ་ན་གཞི་སྡིག་པ་ཆགས་ན་དག་ནི་གཙང་རེ་རེ་ཆགས་སོང་བསམ་བྱས། ཨ་ནི་འདི་ཚང་ནས་ཡང་བླ་མ་ལ་སྐྱབས་སུ་མཆིའོ་ལབ་ཡོང་དུས། ཨ་ནི་བླ་མ་ནི་ཡང་དུས་ཚོད་བྱུང་འོད་གསལ་བྱུང་ཨ་ནི་གཟུགས་པོ་འདི་ཚོ་ཆགས་སྟངས་གང་ཨ་དེ་ད་རེས་ཀྱི་དུས་ཚོད་ལྟ་དེ་ཨ་ནི་བླ་མ་རེད།

དེབ་ཀྱི་ཤོག་གྲངས་བཅུ་པར་ཟིན་རོགས་གནང།